ལུས་ཀྱི་གནས་བཞི་ལ་རེག་ནས་ཕྱག་འཚལ་ཚུལ་ཇི་ལྟ་རྣམ་པ་གཉིས་བྱུང་གི་ཡོད་པ་རེད་ད་གཉིས་ཆ་འགྲིག་གི་ཡོད་པ་རེད་ད་གཅིག་མ་འགྲིག་པ་གཅིག་འགྲིག་ཡོད་པ་དེ་སྐད་ཆ་ཡོད་མ་རེད་གཉིས་ཆ་འགྲིག་གི་ཡོད་རེད་གཉིས་ཆ་ལ་གུས་པ་དང་ཁྱོད་ཆེན་པོ་ཞུ་ཡོད་རེད་ད་དེ་གཉིས་ཀྱི་ཁྱོད་ཡོན་དང་ཁྱད་པ་འགྲོ་ག་འདྲེ་ཞུས་པ་ཡིན་ན། ད་ཐོག་མར་ང་རང་ཚོས་ཕྱག་འཚལ་དུས་སྐོར་སུ་ལག་གཉིས་ཀྱི་ཐལ་སྦྱར་དེ་ད་ལུས་ཀྱི་གནས་གསུམ་ལ་རེག་ནས་ཕྱག་འཚལ་ཚུལ་དེ་ག་འདྲེ་རེད་ཞུས་པ་ཡིན་ན་ད་ལུས་ཀྱི་གནས་གསུམ་དེ་འདི་འདྲེ་འགྲོ་ཆགས་དེ་རེད་སྤྱི་བོ། བྱིན་པ། ཨ་ནི་སྙིང་ག། འོག་རྡོ་བཞིན་ད་ཐར་མོ་དེ། ཤི་བོ་དང་ཨ་ནི་བྱིན་པ་དང་སྙིང་ག་ལ་བྱར་ནས་ཕྱག་འཚལ་བ་དེ་ལ་ད་ལུས་ཀྱི་གནས་གསུམ་ལ་བྱར་ནས་ཕྱག་འཚལ་ཚུལ་དེ་ཡིན་པ་རེད། ད་ང་རང་ཚོ་ལག་གཉིས་ཀྱི་ཐར་མོ་དེ་ལུས་ཀྱི་གནས་གསུམ་ལ་བྱར་ནས་ཕྱག་འཚལ་བ་ཡིན་ན་ད་ལུས་ཀྱི་གནས་གསུམ་ལ་བྱར་དགོས་པའི་གནད་འགག་དང་རྒྱུ་མཚན་ཕན་ཡོན་འདྲ་བོ་ག་རེ་ཡོད་རེད་ཞུས་པ་ཡིན་ན། ད་འདིའི་ཕན་ཡོན་དེ་གཙོ་བོ་དེ་ད་ང་རང་ཚོས་ལག་གཉིས་ཀྱི་ཐར་མོ་དེ་སྤྱི་བོའི་གཙུག་ཏུ་བྱར་བ་ལ་བརྟེན་ནས། དེ་ནི་སོ་སོ་རང་ཉིད་ཀྱི་སྤྱི་བོའི་གཙུག་ལ་ཡོད་པའི་རྩ་མདུད་དེ་ཚོར་གྲོལ། རྩ་མདུད་གྲོལ་བ་ལ་བརྟེན་ནས་ང་རང་ཚོའི་ཚེ་རབས་འཁོར་བ་ཐོག་མ་མེད་པ་ནས་བསགས་པའི་ལུས་ཀྱི་མི་དགེ་བ་རྣམ་པ་གསུམ་ཡོད་ལ། སྲོག་གཅོད་པ་མ་བྱིན་པར་ལེན་པ་ནི་ལོག་གཡེམ། རྩོད་པའི་དང་ལུས་ཀྱི་མི་དགེ་བ་ག་འདྲའི་ཆེ་བསགས་པ་ནི་ཐམས་ཅད་ཟད་ནས། མདོར་ན་སོ་སོ་གྱི་ཟག་བཅས་ཀྱི་ལུས་ཀྱི་ཉོན་མོངས་པ་དང་སྡིག་པ་ག་ཚོད་བསགས་ཡོད་པ་དེ་དག་ཐམས་ཅད་ཟད་ནས་ཟག་མེད་ཀྱི་ལུས་སངས་རྒྱས་ཀྱི་སྐུ་ཐོབ་པར་ཤོག་ཟིན་ད་དེ་འདྲའི་གྱི་སྨོན་ལམ་བརྒྱབ་པ་དང་དེ་འདྲའི་གྱི་སངས་རྒྱས་ཀྱི་ཟག་སོ་སོ་ཀྱི་ཟག་བྱེད་ཀྱི་ལུས་དེ་དོར་ནས་མ་འོངས་པ་ལ་ཟག་མེད་ཀྱི་སངས་རྒྱས་ཀྱི་སྐུ་ཐོབ་པར་ཤོག་ཟེར་ད་དེ་འབྲེལ་གྱི་རྟེན་འབྲེལ་མཚོན་རྟགས་དང་བདག་ཡིན་པ་རེད། དེ་ནས་མཐར་མོ་དེ་བྱིན་པ་ལ་བྱར་བས་ད་མཚོན་རྟགས་འགྲོ་ག་རེ་རེད་ཞུས་པ་ཡིན་ན། དེ་ནི་སོ་སོ་ཀྱི་ངག་གིས་བསགས་པའི་མི་དགེ་བ་བཞི་ཡོད་ར་བཟུན་ཕྲ་མ་ཚིག་རྩུབ་ངག་འཁྱལ་དེ་དག་ཐམས་ཅད་ཞི་ནས། དེ་ནི་མ་འོངས་པ་ལ་སོ་སོ་ལ་སངས་རྒྱས་ཀྱི

དེ་ནས་སོ་སོ་གི་རྒྱུད་ལ་འོངས་པར་སངས་རྒྱས་ཀྱི་ཐུགས་རྡོ་རྗེ་ཀྱི་དབང་སྒྲུབ་སངས་རྒྱས་ཀྱི་མཁྱེན་པའི་ཡེ་ཤེས་དང་ཇི་ལྟ་ཇི་སྙེད་ཀྱི་མཁྱེན་པ་མ་རེག་དང་སྒྲིབ་གཉིས་མཐའ་དག་སྤང་བའི་དང་ཡེ་ཤེས་མངོན་དུ་གྱུར་པའི་དང་ཆོས་སྐུ་བླ་ན་མེད་དུ་དང་ཐུགས་རྡོ་རྗེ་དེ་ཐོབ་པར་ཤོག་ཟེར་དང་དེ་འདྲ་གི་རྟེན་འབྲེལ་དང་སྨོན་ལམ་མཚོན་བྱེད་དུ་དང་ང་རང་ཚོའི་ཐར་མོ་དེ་ལུས་ཀྱི་གནས་གསུམ་ལ་འཆར་བའི་དང་གོ་བ་དང་རྒྱུ་མཚན་དུ་ཟེར་མདོར་ན་དང་ཐར་མོ་དེ་ལུས་ཀྱི་གནས་གསུམ་ལ་འཆར་བ་དང་རྒྱུ་མཚན་དེ་སོ་སོ་གི་མ་དག་པའི་ལུས་ངག་ཡིད་གསུམ་དེ་སྦྱངས་ནས་ནི་དག་པའི་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་དབང་སྒྲུབ་དེ་སོ་སོ་ལ་ལེན་པ་དང། སོ་སོ་ལ་མ་འོངས་པ་ལ་ཐོབ་པར་ཤོག་ཟེར་མཐའ་འདི་འདྲ་གི་རྟེན་འབྲེལ་དང་སྨོན་ལམ་མཚོན་རྟགས་བྱས་ལ་ད་ལུས་ཀྱི་གནས་གསུམ་ལ་བྱ་ནས་ཐར་མ་སྦྱར་བའི་དགོས་པ་དང་རྒྱུ་མཚན་འོ་དོ་ཆགས་ཏེ་ཡོད་པ་རེད་ད་ཡང་ལུས་ཀྱི་གནས་བཞི་ལ་རེག་ནས་ཆགས་ཚར་ཚུལ་གཅིག་ཡོད་པར་ད་འདི་རེད་ད་ཡང་འདི་ལ་ཡང་དགོས་པ་དང་རྒྱུ་མཚན་ཁྱད་པར་དུ་འཕགས་པ་ཡོད་རེད་ད་ལུས་ཀྱི་གནས་བཞི་ལ་རེག་དུས་གསུམ་པོ་ལུས་ཀྱི་གནས་བཞི་དེ་ག་འདྲ་རེད་ཞུས་པ་ན་ད་དང་ཤོག་ཐར་མོ་དེ་སྤྱི་བོ་ལ་རེག་སྤྱི་གཙུག། གཉིས་པ་དེ་ད་མཛོད་སྤུ་ལ་རེག་ཡ་རེད་ད་སྐྲ་བ་སོ་སོ་ཀའི་སྐྲ་བ་ལ་མཛོད་སྤུ། དེ་ནས་གསུམ་པ་དེ་དག་མགྲིན་པ། ཨ་ནི་བཞི་པ་དེ་དག་སྙིང་ག། འོ་བསྡོ་བཞིན་ད་ཁྱད་པར་དུ་ཨ། ད་ཀྱིས་ང་རང་ཚོ་ཐར་མོ་དེ་ལུས་ཀྱི་གནས་གསུམ་ལ་རེག་སོང། སྤྱི་བོ། མགྲིན་པ་སྙིང་ག། ད་ལྟ་ལུས་ཀྱི་གནས་བཞི་ལ་རེག་དུས་ཙམ་པ་ལ། སྤྱི་བོ། དཔྲལ་བ། ཨ་ནི་མགྲིན་པ་སྙིང་ག། འོ་བསྡོ་སིལ་ལེ་ཀི་དོ་ཨ། ད་འདི་ལ་ཐར་མོ་དེ་ལུས་ཀྱི་གནས་བཞི་ལ། རེག་ནས་ཕྱག་འཚལ་བ་ཡིན། ཟེར་གྱི། ད་འདི་གི་དོན་དག་འདི་ཡང་ག་རེ་རེད་ཞུས་པ་ན་རྒྱུ་མཚན་འགྲོ་ག་རེ་ཡོད་ཕན་ཡོན་འགྲོ་ག་རེ་ཡོད་རྟེན་འབྲེལ་མཚོན་རྟགས་བརྡ་མཚོན་རྟགས་དེ་ག་རེ་རེད་ཞུས་པ་ན། ཐལ་མོ་འདི་སོ་སོ་གྱི་སྤྱི་བོའི་གཙུག་ཏུ་སྦྱར་བ་རྒྱུ་མཚན་དེ་ག་རེ་རེད་ཟེར་ན། ད་མ་འོངས་པ་ལ་སོ་སོ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་གྱི་ད་མཚོན་བྱེད་ཀྱི་རྒྱུ་མཚན་འགྲོ་རེད་ཟེར་གྱི། ལྷག་པར་དུ་ད་སྤྱི་བོའི་གཙུག་ཏུ་ཐལ་མོ་བྱ་བའི་རྒྱུ་མཚན་དེ་སངས་རྒྱས་ཀྱི་གཙུག་ཏོར་གྲུབ་པ་ཡི་དྭགས་དང་རྟེན་འབྲེལ་མཚོན་རྟགས་ཡིན་ཟེར་གྱི་ཡོད་པ་རེད། དེ་ནས་ཐར་མོ་འདི་ང་རང་ཚོས་ད་བཀྲལ་བ་ལ་བྱ་བའི་རྒྱུ་མཚན་ནི་ག་རེ་ཟེར་ན་སངས་རྒྱས་ཀྱི་མཛོད་སྤུ་ཡེ་ཤེས་ཀྱི་སྤྱན་ཟེར་གྱི་དང་ནམ་རྒྱུན་ང་རང་ཚོ་ལ་མིག་གསུམ་པ་དེ་གོ་རེ་ཟེར་གྱི་དང་མིག་གསུམ་པ་དེ་དག་ང་རང་ཚོས་ཐོས་བསམ་ཤེས་རབ་རྒྱས་པའི་དང་ཡེ་ཤེས་ཀྱི་མིག་དེ་ལ་སྤྱན་དེ་ལ་དང་ང་རང་ཚོ་ངོས་འཛིན་གྱི་བ་འདུག་བཞིན་དང་སངས་རྒྱས་ཀྱི་མཛོད་སྤུ་ལག་ན་འདེགས་དང་ཡེ་ཤེས་ཀྱི་སྤྱན་གྲུབ་པའི།

ད་འདི་རྒྱུ་མཚན་ག་རེ་ཟེར་ང་རང་ཚོ་འདི་དག་གི་རྒྱུ་མཚན་དང་དགོས་པ་དུ་མ་ཤེས་པ་དེ་ནི་ད་ཆགས་བསྡད་ཀྱི་འདུག་ད་རྒྱུ་མཚན་དང་དགོས་པ་ཤེས་པ་ཡིན་ན་རྩོད་པ་རྒྱབ་དགོས་མི་འདུག་གཉིས་ཆར་ལ་དགོས་པ་དང་རྒྱུ་མཚན་ཕན་ཆེན་པོ་འདུག་འོ་དོ་ཕྱིན་ང་རང་ཚོ་ད་ཆགས་ཚར་དུས་གོ་ས་ཐར་མོ་འདི་ད་ལུས་ཀྱི་གནས་གསུམ་ལ་ཆགས་ནས་ཆགས་ཚར་དུས་གཅིག་དང་ལུས་ཀྱི་གནས་བཞི་ལ་ཆགས་ནས་ཆགས་ཚར་དུས་གཉིས་ཆར་འགྲིག་གི་ཡོད་རེད། དགོས་པ་དང་རྒྱུ་མཚན་བསམ་ཡས་མི་ཁྱབ་པ་འདུག་འོ་དོ་ཕྱིན་ཞོལ་ཡིན།